ཨོ་ལགས་སོ་དེ་གུས་པའི་འཇམ་དབྱངས་བསྟན་འཛིན་ཡིན། དེ་རིང་འདི་ངས་ཁ་སིང་བོད་ཀྱི་བདེན་པ་ར་སྤྲོད་ཟེར་ཡས་དེ

བོད་མི་རིགས་དེ་རྒྱ་ཡུལ་གྱི་ལ་རྒྱོ་བོད་ཀྱི་མི་ཐུ་ནི་རྒྱ་ནག་གཞུང་གི་འགོ་ཁྲིད་རིམ་པ་ག་འདྲས་ཀྱིས་བསླད་པ་ཡིན་ཟེར་ན་ད་ལྟ་གང་ལྟར་བོད་དེ་མེད་པ་ཚོ་ཡག་གི་འཇིག་ཉེན་དེ་ལ་བསླད་གི་ཡོད་དེ་བོད་པ་ཚོ་སྣང་ཡིན་བྱས་ནས་ད་ང་འདི་རྒྱུ་འདུག་ང་སྐྱིད་པོ་ཡིན་ང་དགའ་བོ་ཡོད་ད་གང་ལྟར་མ་མཐའ་སོ་སོ་བོད་ཀྱི་དེ་དེ་ཀྱི་ཐོག་དེ་བོད་གཞུང་གི་གནང་གི་རེད་ཟེར་དང།

ཨ་ནེ་གསལ་པོ་བདེན་པ་ར་སྤྲོད་བྱེད་རིགས་ཤིག་ནི་ཁོ་རང་ཉིད་ཁོ་རང་དྲ་ཐོག་ནས་འགྲེལ་བཤད་རྒྱག་རེས་བྱེད་པ་དེ་ཚོ་ཡག་པོ་རེད་མ་འོངས་པ་ལོ་གཞོན་སྐྱེས་རང་བཙན་ཡིན་ན་རེད་རང་སྐྱོང་ཡིན་ན་རེད་མི་མང་ནང་ལ་སུ་ལང་གི་ཡོད་ཟེར་ན་དྲང་པོ་དྲང་བཞག་བདེན་པ་བདེན་ཐོག་དངོས་ཡོད་བདེན་ཚོགས་ལ་ར་སྤྲོད་ཐོབ་པ་ཅིག་བྱུང་ཟེར་ན་དེ། བོད་མི་ལ་ཞབས་འདེགས་ཞུ་དགོས་ཡོད་རེད་ཞུ་ཡ་དེ་ཡིན། དེ་འདྲ་ཡིན་ཚ་དེ་ཨ་ཧ་མང་མི་ཡིན་ན་རེད་བུ་ཆུང་ཁ་བདག་ཡིན་ན་རེད་ཁྱོད་རང་ང་མང་པོ་ཐུག་མྱོང་གོ་མྱོང། ཡིན་ན་ལོ་ཆུང་ཆུང་གྱི་རེད་དེ་ན་བ་མང་པོ་གྱིས་བྱུང་ཡོད་པ་དེ་དེ་རིང་སུ་ནང་རྡོ་རྗེ་གིས་ཐུང་ཐུང་གྱིས་བདེན་པ་ར་སྤྲོད་བྱས་སོང་དེ་ཁོ་རང་གིས་ཁས་ལེན་ཞུས་པ་མ་ཤོད་རང་ཤོད་རེད་དངོས་ཡོད་ཀྱི་གནས་ཚུལ་ཐུག་དུས་ཡོད་རེད་ད་མ་འོངས་པ་ལ་ལང་ནོག་ཆོག་མ་ནོག་པ་དངོས་གནས་དྲང་པོ་དྲང་ཤ་བདེན་པོ་བདེན་ཐོག་བོད་པ་སྐྱོད་ལ་ཕན་པ་ཅིག་གནང་ན་ཁྱེད་རང་ཨ་ཧ་མོ་མི་ཡིན་ན་རེད་བུ་ཆུང་ཁ་བཏགས་ཡིན་ན་རེད་ཁྱེད་རང་གང་གིས་དྲ་རྒྱ་བཅའ་གི་ཡོད་ན་ཟབ་ཟབ་གནང་རོགས་གནང་ཡང་ཞུ་ཡ་དེ་ད་ཟ་ཡག་གི་དུས་ཚོད་ཀྱི་གླ་ཤ་དེ་རིང་དེ་སི་ནང་རྡོ་རྗེ་གིས་གསལ་བཤད་བྱས་པ་དེ་དངོས་གནས་དྲ་གནས་ཁ་ཡོད་ལག་ཡོད་རེད་ཨང་དེ་འདྲ་ཡིན་ཚ་དེ་ད་ལྟ་བོད་ཁ་ཆད་ཟེར་མཁན་དེ་ད་སྤྱོད་ཚོགས་དཀྲུག་མཁན་གྱི་ཁྱི་སྟེགས་གཅིག་ཁོ་རང་ཆགས་དུ་ཡོད་རེད། ཁྱི་སྟེགས་གཅིག་ཆགས་པ་རྒྱུ་མཚན་ག་རེད་ཟེར་ན་ད་ཁོ་རང་ག་ས་ག་རེར་རྒྱུ་ནས་ཁ་བདེ་པོ་གཅིག་བཤད་ནས་ཁ་བདེ་པོ་གི་གཡོན་ཆད་དང་ལག་བདེ་པོ་གི་གཡོན་འབོད་བྱེད་ཡ་གཅིག་རེད་མ་གཏོགས་ཁོ་དོན་འབྲས་གང་ཡང་ཡོད་མ་རེད་ཤོད་ཡ་ཡིན་ཨ་ནི་དེ་འདྲ་ཡིན་ཚར་དུས་ད་བོད་ཁ་ཆད་ཡིན་ཟེར་ན་ད་སྟག་ཤ་གཡང་ས་ནས་འཐེན་ཡ་གི་དུས་ཚོད་ཏག་ཏག་གཅིག་དང། དེ་ག་ནང་ཞིག་ད་སོ་ཐུང་ང་སོ་ཨ་ན་ད་སོ་ནང་ཡང་དེ་ག་རང་ཨ་ནི་ཁེ་ན་ཏྲ་ཀེ་འཇག་རྒྱོ་དེ་རི་བ་ཁེ་རང་ཡང་ད་ཟད་ཙང་ཀེ་ནང་ནི་ཨ་ནི་ད་ཏོ་རྒྱག་ཀེ་སེང་སུ་ཐོན་པ་ཀེ་མི་ཁ་ཤེ་སི་ཀེ་མ་ཁྱོ་ལོ་དོན་ནི་ཀེ་སང་ཐོང་པོ་ཐོ་ནི་འདྲ་མི་འདྲ་ཤེ་དེ་གི་ཡོ་རི་དུ་སོ་ང་སོ་ཀྱོ་སོ་དེ་ཉག་ཉོག་ཀེ་དང།

མགོ་རྐྱེན་གྱི་སོ་ཡག་གི་ཉེན་ཁ་སླེབས་ཙང་ཨ་ནི་རྒད་པོ་འཇམ་དབྱངས་བསྟན་འཛིན་ཡིན་ཟེར་ན། ད་ལྟ་སུ་གང་ལ་ཕོག་ཐུག་འགྲོ་ཡ་དང་སུ་གང་ལ་ཚིག་ངན་ཚིག་རྩེ་བཤད་དགོས་ཡ་རྒྱུ་མཚན་མེད། དར་ནག་ཚོགས་པ་བྱེད་དགོས་ཡ་མེད་ན་དར་དམར་ཚོགས་པ་བྱེད་དགོས་ཡ་མེད། གར་ཟེར་ན་བོད་པ་གཅིག་ཡིན་པའི་སྐྱོན་ནི་རྩམ་པ་ཟ་མཁན་གཅིག་ཟེར་ནས་འགན་གཅིག་ཡོད་པ་ཐོག་ནས་ད་ལོ་མང་པོ་གཅིག་ལ་བ་གཅིག་འུ་ཐུག་ནས་གཅིག་བཤད་དེ་དེ། རྒན་རབས་པ་མང་ཆེ་ཤས་དང་ཨ་ནེ་དེའི་གསང་ནོར་ཡོང་མཁན་དེ་ཚོ་གོ་བརྡ་ཡག་པོ་འཇགས་ཡོད་ས་རེད་ག་ཟེར་ན། ང་རང་རང་ལ་སྐད་ཆ་བཤད་མཁན་མང་པོ་བྱུང་བྱུང་ནས་ངས་ངོས་ཐོས་ཞུ་གི་ཡོད་མ་ཟེར་དང་མ་བྱུང་ན་བྱུང་ཟེར་དེ་འདྲའི་བཤད་ཤེས་མཁན་དང། དེ་འདྲའི་གསང་གོས་ཞེ་ཐོགས་མཁན་དེ་འདྲའི་མ་ཡིན་དེ་འདྲའི་གི་འཇོན་ཐང་གང་ཡང་མ་ཡོད་མེད། ད་སྨྲ་ཤེས་མི་ཤེས་ཁ་མའི་འུ་ཐུག་ནས་བཤད་གི་ཡོད་རེད་དེ་བཤད་དེའི་རྣམ་པ་སོང་གི་དེ་ལུགས།

མང་པོ་ཡོང་གི་རེད་རྫུན་བཤད་ཧམ་པ་བཤད་གཡོ་སྒྱུ་འཕྲོ་བརླང་བྱེད་མི་མང་གི་འགོ་ཁྲིད་ནི་འཇོན་གི་ཡོད་ལྟ་གི་ཡོད་ཟེར་གང་ཡང་མ་བཤད་པའི་ཕ་གི་བུ་ཚང་ལ་འགྲོ་ས་བུ་སྒོ་ཐེངས་མ་ལས་པ་བསྡད་ཤེས་མཁན་ད་མང་པོ་ཅིག་ཁ་བདེ་པོ་བཤད་ནས་ད་རྫུན་གོས་དོན་སྙིང་གི་རྡོ་བ་དེ་འདྲ་ཡིན་ཚ་དེ་ངོ་སོ། བོད་པ་གི་ད་ལྟ་ལས་དོན་དེ་ནི་ཁ་གཡོག་ལག་གཡོག་གི་ལས་དོན་དཔའ་གུག་རེད་བསམ་དང་ཁ་གཡོག་ལག་དོན་གི་ལས་དོན་གི་ཐོག་སུ་ནི་དྲང་པོ་དྲང་ཤག་གི་ཐོག་ལ་ང་སོ་སོ་ལས་དོན་དཔའ་བ་ཡིན་ཟེར་ན་ཨི་ང་ཚོ་དམངས་ཚོགས་དེ་ས་ཞིག་བརྟན་པ་ཅིག་མ་འོངས་པ་འབྱུང་རྒྱུར་ལོ་གཞོན་སྐྱེས་དེ་སུ་ལ་ཨ་ནི་མང་ཚོགས་གི་མང་ཚོགས་རིང་ལུགས་དངོས་སུ་དེ་ནི་ལག་བསྟར་བྱེད་ཐུབ་པ་ཅིག་ང་ཚོར་ཡོང་གི་རེད་དེ་ད་ལྟའི་དུས་ཡོང་པ་ལ་དང་པོ་ང་རང་ཚོ་ནང་ཁུལ་ནས་གཅིག་སྒྲིལ། རྡོག་རྩ་གཅིག་སྒྲིལ་བྱེད་དགོས་ཀྱི་རེད་ཨ། ང་དང་ཆོས་འཁོར་དང་ང་ཟེར་ཡ་དེ་ང་ཚོ་རྩོད་ས་ལྟ་ས་དེ་རྒྱ་མི་གུང་ཁྲན་གྱི་ཕ་གཞིས་མ་གཞིས་ཡོངས་སུ་བོད་བཙན་འཛུལ་བྱས་ནས་བསྡད་ཤག་ཡོད་དེ་ང་ཚོ་འདིའི་ཐད་ཀ་ཨ་ནི་གླུ་ལེན་བྲོ་བརྡུང་ཚོ་ན་འགྲིག་གི་བ་མ་རེད་དེ་འདྲའི་ཚ་དེ་ཚང་མ་གི་ཆབ་སྲིད་ཀྱི་དོན་དག་ལ་བོད་ནང་ལོག་ཡིན་མཁན་ཡིན་ཟེར་ན་གཞོན་སྐྱེས་དེ་ཚོ་གི་དུས་སང་དོ་སྣང་དམིགས་བསལ་གནང་དགོས་དགོས་རུ་ཁྱེད་རང་སོང་ལ་འགན་འཐུས་བ་ཡོད་རེད་གནང་རོགས་གནང་ཞུ་ཡ་ཡིན། བོད་ནང་ལོག་གི་ལོ་གཞོན་སྐྱེས་དེ་ཚོ་གི་དུས་སང་བོད་ཡིག་དང་བོད་སྐད་དང་ཕ་སྐད་བསྲེ་ཡ་ཀྱི་མི་རིགས་ཀྱི་སྐད་ཐོག་སོ་ནི་འགྲོན་གླིང་གཏུག་ཡ་དེ་ཚོ་དཔེ་མ་སེ་ལ་ཡག་པོ་རེད་དེ་ངོས་སོ་ཁྱེད་རྒྱ་ལ་ཡོང་མཁན་གི་དེ་ནང་བཞིན། བོད་པ་གི་སྐད་དང་ཡི་གེ་དེ་ཉམས་པ་བྱུང་སོང་ན་ཨ་ནི་ངོ་སོ་མི་རིག་རྟགས་ལ་འགྲོ་གི་ཡོད་དེ་འོ་དུ་སོ་མ་རྒྱས་པར་གནང་རོགས་ཞེས་ད་དེ་ནས་ངའི་ཁ་སེང་སློང་གྲོགས་དེ་དེ་ནས་ཡིན། ཤོག་གྲངས་བརྒྱ་དང་སུམ་ཅུ་སོ་བདུན་ནས་ཡིན། གོང་ས་མཆོག་དང་བོད་གཞུང་ནས་རྒྱ་ནག་གཞུང་གཉེན་འབྲེལ་བ་དང་གཟབ་དང་ཕན་ཚུན་གོ་རྟོགས་གསལ་པོ་ཡོང་ཆེད་ཐབས་ལམ་འབད་བརྩོན་གང་ཐུབ་གནང་ཡོད་ཟེར། སྐར་དེ་བཙན་བྱོལ་བོད་གཞུང་གཞུང་ནས་ཕན་ཚུན་ཡིད་ཆེས་ཡོང་ཆེད་ཐབས་ལམ་འགའ་ཤས་བཏོན་ཡོད་པ་དེ་ལྟར་སྤྱི་ལོ་གཅིག་སྟོང་དགུ་བརྒྱ་རྒྱ་ཆོས་ཆོས་ཟླ་བ་བདུན་པའི་ཚེས་ཉེར་བཞི་རྩ་གཅིག་ཉིན་བོད་མི་ཕན་ཚུན་ལྟ་སྐོར་གཉེན་འཕྲད་ཀྱིས་འགྲོ་འོང་གི་གྲོང་སོ་སྐྱོང་སློད་དུ་གཏོང་རྒྱུ་རེ་བ་བཏོན་གནང་བ་ཁས་ལེན་བྱས་མེད། བོད་ནས་ཕྱི་རྒྱལ་ལ་གཉེན་འཕྲད་ཡོང་མཁན་ཚོའི་ལོ་རྒྱུས་ལ་ཞིབ་བཤེར་བྱས་པ་མ་ཟད། ད་ད་སོ་ཨ་ཧ་མོ་མི་ད་ཁོ་སོགས་ཀྱི་རྩོད་གླེང་དུ་ཡལ་ཏེ། བོད་ནས་ཚུར་ཕེབས་མཁན་ཡིན་ན་རེད་ད་ལྟ་དེ་ནེ་པ་ལིན་ལ་ཨ་ནེ་གྱིས་འདུག་བ་དེ་ད་སོ་ངོ་སོ་དཔལ་ལྡན་ལགས་དང།

དེ་བུ་ཆུང་ཁ་བདག་གིས་ཡག་པོ་ཉོས་ན་ཡག་པོ་འདུག་གསུང་གི་འདུག་ལོ་རྒྱུས་ལ་ཞིབ་དཔྱད་བྱེད་དགོས་རེད། མ་ཟད་ཁོང་ཚོའི་ནང་མི་གང་རུང་ཞིག་མི་ཡི་གི་མི་ཡི་གཏམ་པར་བཞག་དགོས་ཀྱི་ཡོད་སྲིད། མོས་གཏམ་པར་རྒྱ་མི་ལ་བཞག་ནས་འདྲ་མི་འདྲ་སྨྲ་ཤེས་ལེགས་ཀྱི་ཁས་ལེན་བྱེད་དགོས་ཀྱི་ཡོད་རེད། དེ་མཚུངས་བཙན་བྱོལ

གནང་ཡང་རྒྱ་ཕྱོགས་ནས་ངོས་ལེན་བྱས་མེད། དེ་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱ་ཆུ་ལུག་ཟླ་བ་དགུ་བའི་ནང་བཙན་བྱོལ་བོད་གཞུང་གིས་བོད་ནང་གི་རོང་རང་ཆེད་དང་བླངས་བློ་དགེ་ལྔ་བཅུ་སྐོར་འགྲོ་བསྐྱོད་ཆོག་པ་ཞེས་འབོད་སྐུལ་བྱས་པའི་གི་ལན་དུ། རྒྱ་ཕྱོགས་ནས་བོད་རིགས་གཞོན་སྐྱེས། དེས་ན་རྒྱ་གར་ནང་མཐུན་རྐྱེན་གནས་སྟངས་བཟང་པོ་ཐོག་འཚར་ལོངས་དང་བློ་སྦྱོང་བྱས་པར་བརྟེན་བོད་ནང་འཚོ་ཐབས་གནས་སྟངས་ཞན་པོ་ཐོག་གང་གང་འདྲིས་ཡོང་རྒྱུ་གི་དཀའ་ངལ་ཡོང་རྒྱུ་དེ་བས་བུད་མེད་དགེ་རྒན་ན་གཞོན་དེ་རྣམས་རྒྱ་ནག་ཁུལ་མི་རིགས་སློབ་གྲྭ་ཁག་ཏུ་གཏོང་ན་ལེགས་ནི། ཞེས་བཤད་ཡོད་པ་ཟད། ང་ཚོ་བོད་མི། བོད་མི་བློ་དགེ་དར་ལམ་པ། དེ་ནང་ནས་བོད་ནང་གི་འཚོ་གནས་ཉམ་ཐག་ཡོད་སྐོར་གྱི་གསལ་པོ་ཤེས་བཞིན་དང་བླང་བྱེད་ལུགས་བཤད་ཡོད་ཟད། མཐར། རྒྱ་ཕྱོགས་ནས་བློ་དགེ་རྣམས་བོད་ནང་འགྲོ་སྐྱོད་བྱ་རྒྱུ། བཀག་འགོག་བྱེད་རྒྱུ་གི་ལག་ཆ་གཞན་གང་ཡང་མ་རྙེད་སྟབས། བོད་རིགས་ན་གཞོན་དེ་རྣམས་སྔོན་དུ་རྒྱ་མིའི་མི་སེར་བྱེད་དགོས་ལུགས་བཤད་པ་རེད་ཟེར། དེ་ནི་ཁོ་ཚོ་ངོས་ལེན་རྩ་བ་ཉིད་ནས་བྱེད་མི་ཐུབ་པའི་གནད་དོན་ཞིག་ལ་བརྟེན་ཟེར།

བོད་རིག་པའི་བགྲོ་གླེང་བོད་རིག་པའི་བགྲོ་གླེང་ཚོགས་འདུ་ཞིག་ལ་ཡོང་ཆོག་བོད་ཀྱི་སྐར་ཚོགས་ཡོང་བ་བཤད་པར། རྒྱ་ཕྱོགས་ནས་ངོས་ལེན་རྩ་བ་ཉིད་ནས་བྱས་མེད་ཟེར། ཕྱི་ལོ་བཅུ་སྟོང་དགུ་བརྒྱ་རྒྱ་ཆེ་གྱ་གཅིག་ལོ་ཟླ་བ་གསུམ་པའི་ཚེས་བཅུ་གསུམ་ཉིན། གོང་ས་མཆོག་ནས་ཏིང་ཞའོ་ཕིན་ལ་ཕྱག་བྲིས་ཤིག་གནང་ཡོད་ཀྱི་ནང་བོད་མི་ལ་བདེ་སྐྱིད་ཁ་ཡོད་ལག་ཡོད་ཡོང་ཡོད་ཀྱི་དོན་དུ་ཀྱི་ཕན་ཚུན་གཉིས་ཕྱོགས་ནས་བཟོད་བསྲན་གོ་ཡང་དང་འདྲར་བློ་གྲོས་གཏིང་གསལ་གྱི་སྒོ་ནས་མཛའ་གྲགས་ཀྱི་འབད་བརྩོན་བྱེད་དགོས་པའི་གི་དུས་ལ་བབས་ཚུལ་དང། རང་ངོས་ནས་གི་རྒྱ་མཚམས་རིང་མིན་འགྲོ་བའི་མི་ཡི་རིགས་རྒྱུད་དང་ལྷག་པར་ཉམ་ཐག་མི་དམངས་ཀྱི་བདེ་དོན་སྒྲུབ་པ་ལ། ཤེས་ཚད་ནུས་ཚོད་ཀྱིས་འབད་བརྩོན་བྱེད་རྒྱུ་གི་བསམ་ཚུལ་རྒྱུན་བསྐྱམ་ཡོད་མུས། དགོངས་དོན་ཁག་གི་སྐོར་ཆོས་རྣམ་པའི་གི་དགོངས་འཆར་བྱས་ཡོད་གསལ་པོ་ཤེས་རྒྱུ་གི་རེ་བ་ཡོད་ཅེས་སོགས་འཁོད་ཡོད་ཀྱང་དེར་བཀའ་ལན་གང་ཡང་མ་ཕུལ་བའི

ཡིག་ཆ་ཞིག་སྤྲད་པའི་གི་ནང་བོད་ཀྱི་གནད་དོན་དེ་ཏཱ་ལའི་བླ་མའི་སྐུ་སྒེར་གྱི་གནད་དོན་ཞིག་བཟོ་ཐལ་བྱས་པ་རེད། དངོས་ཡོད་ཀྱི་གནད་དོན་དེ་ནི་མ་འོངས་བོད་བུད་མེད་བདེ་རྩ་ཐུག་ཐབས་གོང་ས་མཆོག་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱ་ཆ་གཉིས་ཟླ་བ་བྱས་པའི་གི་ཚིག་ཁྱད་ཐོག

ཕན་འབྲས་ཀྱི་གྲོས་འཆར་མང་པོ་བཏོན་ཡོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱ་ཆ་གསུམ་ཟླ་བ་གཉིས་པ་ནང ྋགོང་ས་མཆོག་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱ་ཆའི་ཇ་ལྔ་ཙམ་ནང་བོད་དུ་གཟིགས་སྐོར་ཕེབས་འདོད་ཡོད་ཅེས་གསུངས་པ་རེད། ཀིར་ཏི་སང་ལོ། སང་ལོ་གཙང་བཤེར་བྱས་པའི་གྱི་རྡུང་རྡེབ། གཏོང་སྒྱུར་གྱི་ཆགས་སྲེད་ཀྱི་ལས་འགུལ་གསར་པ་ཞིག་སྤེལ་ནས་ཀྱི་མི་མང་པོའི་འཛིན་བཟུང་དང་བཙོན་འཇུག་བྱས་པ་རེད། བོད་ནང་ཆགས་སྲེད་ཀྱི་རྡུང་རྡེབ་གསར་པ་དེ་དག་མཚམས་འཇོག་ཡོང་ཐབས་གོང་ས་མཆོག་བོད་ནང་ཆིབས་བསྒྱུར་གནང་རྒྱུ་དང་བོད་རྒྱ་དབར་མི་མཐུད། སྐལ་དམན་གྱི་མཐའ་ན་འཚོ་རྒྱུ་སྐྱེལ་རྒྱུ་གི་ཆེད་ཕྱི་ལོ་གཅིག་སྟོང་གི་བརྒྱ་རྒྱ་ཆེ་བྱ་ཆེ་ཟླ་བ་བཅོ་བའི་ག་ནང་མི་གསུམ་ལས་སྒྲུབ་པའི་གི་ཆེད་ཐོ་སྐུ་ཚེ་ཚོགས་པ་ཞིག་དཔལ་རྒྱན་དུ་གཏོང་གནང་མཛད་པ་རེད། གྲོས་འཆར་དེ་དག་ལ་རྒྱ་མིའི་ཁས་ལེན་མ་བཤད་པར་མ་ཟད་ཕན་ཚུན་བཀའ་མོལ་བྱུང་བ་རྣམས་གསང་བ་བྱ་རྒྱུ་བྱས་ཀྱང། དེ་ལས་ལྡོག་སྟེ་རྒྱ་ནག་གཞུང་ནས་ང་ཚོའི་སྟོན་པའི་གི་གྲོས་འཆར་རྣམས་ལ་འཁྱོག་བཤད་དང་འདྲར་ཁོང་ཚོས་གསར་ཤོག་ནང་གསར་བསྒྲགས་བྱས་པ་རེད། གོང་ས་གོང་གི་གནས་ཚུལ་དེ་དག་ལ་བརྟེན་གོང་ས་མཆོག་ཁོང་གི་ཁོང་གི་གཞུང་ནས་རྒྱ་ནག་གཞུང་དང་ཐད་ཀར་གྲོས་མོལ་བྱེད་པའི་གི་ཐབས་ལམ་གང་ཡོད་བཙལ་ཡོད། ཐབས་ལམ་དེ་ལས

རྣམས། རྒྱལ་སྤྱིའི་གསལ་བསྒྲགས་གནང་སྟེ་གི་རྒྱལ་སྤྱི་ཡི་རྒྱལ་སྐྱོར་མི་ཚོགས་མཐོ་དམན་བྱུང་བ་རེད། ཕྱི་ལོ་གཅིག་སྟོང་དགུ་བརྒྱ་རྒྱ་ཆུ་གྱ་བདུན་ཟླ་བ་དགུ་པའི་ཚེས་ཉེར་བཞི་རྩ་གཅིག་ཉིན་ཨ་རིའི་གྲོས་ཚོགས་ཀྱི་འགྲོ་བ་མི་ཡི་ཐོག་ཐང་ལྷན་ཚོགས་ཐོག་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཞི་བའི་གི་དུས་འཆར་དོན་ཚན་ལྔ་བཏོན་གནང་བ་ཤང་སེར། དང་པོ་དེ། བོད་ས་ཡོངས་རྫོགས་ཞི་བའི་གཏིང་ནས་ཞིག་ཏུ་འགྱུར་རྒྱུ། གཉིས་པ་དེ། རྒྱ་མི་འབོད་ཆེན་འབོར་ཆེན་བོད་ནང་གནས་སྤོས་བྱེད་པའི་རྒྱ་ནག་གི་སྲིད་ཇུས་དེ་དག་མཚམས་འཇོག་དགོས་རྒྱུ། གསུམ་པ་དེ་བོད་མི་དམངས་ཀྱི་གཞི་རྩ་གི་འགྲོ་བ་མི་ཡི་ཐོབ་ཐང་དང་དམངས་གཙོ་རང་དབང་རྣམས་ལ་བརྩི་བཀུར་དགོས་རྒྱུ། བཞི་པ་དེ་བོད་ཀྱི་རང་བཞིན་འབྱུང་ཁམས་ཀྱི་ཁོར་ཡུག་བཟང་པོ་གནས་སྟངས་སྔར་གསོ་ཕྱུགས་ཐད་དང་སྲུང་སྐྱོང་བྱ་དགོས་པ་ཐོག་བོད་ནང་རྒྱ་ནག་གི་རྡུལ་ཕྲན་མཚོན་ཆ་བཟོ་སྐྲུན་བྱེད་པ་དང་རྡུལ་ཕྲན་གྱི་སྙིགས་རོ་རྣམས་ཕུང་གསོག་བྱེད་འཆར་མཚམས་འཇོག་དགོས་རྒྱུ། ལྔ་པ་དེ་བོད་ཀྱི་མ་འོངས་དཔལ་གྱི་གནས་བབ་དང་བོད་དང་རྒྱ་ནག་དབར་གྱི་འབྲེལ་ལམ་སྐོར་ལྷ་བསང་སྣ་དག་གི་སྒོ་ནས་ཀྱི་གྲོས་མོལ་འགོ་འཛུགས་དགོས་རྒྱུ་གཅིག་རེད། ད་དོན་ཚན་ལྔ་དེ་དེ་རེད་ཤག་ད་ཕྱི་ལོ་གཅིག་སྟོང་དགུ་བརྒྱ་རྒྱ་ཆུ་གྱ་བདུན། ཟླ་བ་བཅུ་བའི་ཚེས་བཅུ་བདུན་ཉིན་རྒྱ་ནག་གཞུང་གི་འགོ་ཁྲིད་ཚོས་གོང་གི་གྲོས་འཆར་དེ་དག་ཁས་ལེན་ཁས་ལེན་མིན་ཚུར་བཤད་པ་མ་ཟད་གོང་ས་མཆོག་ནས་ཁོང་དང་རྒྱ་ནག་གཞུང་དབར་གྱི་རྒྱང་ཐག་རིང་དུ་གཏོང་བའི་སྐྱོན་འཛུགས་བྱས་པ་རེད། རྒྱ་ནག་གཞུང་གི་ལན་འདེབས་རྩུབ་པོ་ཇི་བྱས་ལ་མ་ལྟོས་པར་ཕྱི་ལོ་གཅིག་སྟོང་དགུ་བརྒྱ་རྒྱ་ཆུ་གྱ་སྟོན་ཟླ་བ་བཅུ་གཉིས་པའི་ཚེས་བཅུ་བདུན་ཉིན་གོང་ས་མཆོག་ནས་བོད་མིའི་ལངས་ཕྱོགས་གསལ་པོ་མཚོན་པའི་འགྲེལ་བཤད་དོན་ཚན་བཅུ་བཞི་འཁོད་པ་ཞིག་རྒྱ་ནག་གཞུང་ལ་གནང་ཡོད། ཕྱི་ལོ་གཅིག་སྟོང་དགུ་བརྒྱ་རྒྱ་ཆུ་བྱ་རྒྱལ་ཕྱི་ཟླ་དྲུག་པའི་གི་ཚེས་བཅོ་ལྔ་ཉིན་གོང་ས་མཆོག་ནས་གི་སི་ཀྲ་སི་བེ་ཏོར་ཡུ་རོབ་གྲོས་ཚོགས་ཐོག་གྲོས་འཆར་གཞན་ཞིག་འདོན་གནང་མཛད་པའི་གི་ནང་གོང་གསར་ཞི་དུལ་གྱི་ཞི་བདེ་ཀྱི་དོན་ཚན་ལྔ་པའི་གི་གྲོས་མོལ་འགོ་འཛུགས་ཞེ་དགུས་སྐོར་གསལ་བཤད་གནང་ཡོད། གོང་འོག་གི་གྲོས་འཆར་དེ་དེ་ཡིས་བརྗོད་དོན་གསལ་བསྒྲགས་མ་གནང་གོང་ཡིག་ཆ་རྒྱ་ནག་གཞུང་གིས་ལྡི་ལི་བཅའ་སྡོད་གཞུང་ཚད་ཁག་ལ་སྤྲད་པ་རེད། དེ་རྗེས་ལྡི་ལི་ཡོད་བོད་ཀྱི་བོད་གཞུང་སྐུ་ཚབ་དོན་གཅོད་ནས་ཁྱོན་ཟླ་བརྒྱད་པའི་ཚེས་ཉེར་བཞི། རྩ་རྙིང་དང་ཚིག་ཉེར་བཞི་རྩ་དགུ་ཁག་སོ་སོའི་དོན་གནད་དེ་ཡིག་གི་ཐོག་བདེ་ལེགས་ཡོད་པའི་གི་རྒྱ་ནག་གཞུང་གི་ངོ་ཚབ་ཐུགས་ཁྲལ་བྱས་ཏེ་གི་རྒྱ་ནག་གཞུང་གི་དཔར་བའི་གི་གསར་འགོད་གསར་བསྒྲགས་ཁག་གི་དོགས་གཞི་ཡོད་པ་གནས་ཚུལ་ལ་གསལ་བཤད་གནང། གསལ་བཤད་མང་པོ་གནང་བའི་གི་ནང་གི་གཅིག་ནི་སི་ཏྲ་སི་བའི་གི་གྲོས་འཆར་གནང། ཏིང་ཞའོ་ཕིང་གིས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོ་རྒྱ་ལོ་དུས་མཇུག་ཕྱོགས་ལ་སོན་པའི་གི་རང་བཙན་གཙང་མ། རང་བཙན་གཙང་མ་མ་གཏོགས་གནས་ཚུལ་གཞན་ཚང་མ་གྲོས་བསྡུར་བྱས་ཆོག་ཞེས་པའི་གི་དོན་དེ་ཡི་གི་གནད་དོན་མཐུན་གྱི་ཡོད། སི་ཀྲ་སི་པའི་གི་གྲོས་འཆར་ནང། ྋགོང་ས་མཆོག་ནས་རྒྱ་ནག་གཞུང་དང་མཉམ་མཐུན་བྱས་པ་ལས་ཁ་བྲལ་བྱེད་རྒྱུ་གི་དགོངས་ཚུལ་བཏོན་གནང་མེད་ནི་གསུངས་ཡོད། ཕྱི་ལོ་གཅིག་སྟོང་དགུ་བརྒྱ་རྒྱ་ཆེའི་བྱ་རྒྱལ་ཟླ་བ་དགུ་པའི་ཚེས་ཉེར་བཞི་རྩ་གཅིག་ཉིན། ལྡི་ལི་ཡོད་པའི་རྒྱ་ནག་གཞུང་ཚན་ནས་གོང་ས་མཆོག་གི་ཐོག་རིང་དཔོན་རིགས་ཤིག་ལ་རྒྱ་གཞུང་ནས་ཏཱ་ལའི་བླ་མའི་སྐུ་ཚབ་མཉམ་དུ་གྱི་བཀའ་མོལ་གནང་འདོད་ཡོད་པ་མ་ཟད། བཀའ་མོལ་གནང་ཡུལ་ས་གནས་དང་དུས་ཚོད་གཉིས་ཏཱ་ལའི་བླ་མའི་གདམ་ག་གནང་ན་འཐུས་ནས། བཤད་ཡོད། རྒྱ་ནག་གཞུང་གིས་ས་བཀྲ་དེ་ལྟ་བུ་བྱས་པར་དགའ་བསུ་ཞུས་པ་དང་འབྲེལ་བོད་གཞུང་བཀའ་ཤག་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་རྒྱ་ཆུ་བྱ་རྒྱལ་ཟླ་བ་དགུ་པའི་གི་ཚེས་ཉེར་བཞི་རྩ་དགུ་ཉིན་གྱི་འཁོན་ཚུལ་བཏོན་པའི་གི་གྲོས་འཆར་ལ་དང་ལེན་བྱས་པ་དེ་རྒྱ་ནག་ནས། བཅོས་མིན་གྱིས་བོད་ཀྱི་གནད་དོན་ཐག་གཅོད་བྱེད་འདོད་ཡོད་པའི་ཀྱི་རྟགས་མཚན་ཞིག་ཡིན་པའི་ཀྱི་རེ་བ་བྱེད་ཀྱི་ཡོད་ཅེས་གསུངས་པ་རེད། ཟླ་དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱ་བཞི་བྱ་བརྒྱད་ཀྱི་ཟླ་བ་བཅུ་པའི་ཀྱི་ཚེས་ཉེར་བཞི་རྩ་ལྔ་ཉིན་ལྡི་ལིར་ཡོད་པའི་ཀྱི་རྒྱ་ནག་གཞུང་ཚད་བརྒྱུད་བཀའ་མོལ་གནང་ཡུལ་སུད་སི་གྲོང་ཁྱེར། བྱེད་ལས་བ་ཡིན་ཞིང། དེ་ནི་སྟབས་བདེ་བ་དང་བར་གནས་ཀྱི་ས་ཁུལ་ཞིག་རེད། དུས་ཚོད་ཐད། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱ་བཅུ་གྱ་དགུ་ཟླ་བ་དང་པོ་ནང་བྱེད་རྒྱུ་ཡིན་པའི་གི་གསལ་བསྒྲགས་གནང་བ་རེད། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱ་བཅུ་གྱ་བརྒྱད་ཟླ་བ་བཅུ་གཅིག་པའི་གི་ཚེས་བཞིར་ལ། མཐའ་ཕྱོགས་སྤྱི་རྒྱུས་ཁང་གི་འགོ་འཛིན་ཡས་མི་ཕུ་ནས་སྐུ་ཚེ་བརྒྱ་ལོ་དུས་འགྲོས་ལ་སི་ཁྲ་སི་པི་ཀའི་གྲོས་འཆར་གྱི་གནད་དོན་འགའ་ཞིག་ཐོག་བསམ་ཚུལ་མི་མཐུན་པ་ཡོད་ཀྱང་དཀའ་ངལ་དེ་དག་གྲོས་བསྡུར་བརྒྱུད་སེལ་ཐུབ་ཀྱི་རེད་ཅེས་བཤད་འདུག་ཡིན་ནའང། ཕྱི་ལོ་གཅིག་སྟོང་དགུ་བརྒྱ་རྒྱ་ཆུ་བྱ་རྒྱུད་ཀྱི་ཟླ་བ་བཅུ་གཅིག་པའི་ཚེས

སྣང་གཡོ། ལས་བཤོལ་ནས་དཔལ་རྒྱན་དབྱིངས། བསྙེན་པ། ཏཱ་ལའི་བླ་མའི་བསྐོ་བཞག་བྱས་པའི་གི་སྐུ་ཚད་ཚོགས། མི་དྲུག་ཡོད་པ་དེ་དག་རྒྱུན་གཏན་ཁ་བྲལ་གྱི་བྱ་སྤྱོད་སྤེལ་མཁན་ཡིན་སྟབས་དེར་ང་ཚོས་ངོས་ལེན་བྱེད་ཐབས་མེད་ཟེར་ཡ་རྒྱ་མིའི་གི་དེ་འདྲའི་འགྱུར་བ་བཏང་འདུག་བ། ནང་ཁུལ་གྱི་གྲོས་མོལ་བྱེད་པར་ཕྱི་རྒྱལ་གྱི། ཁྱེད་ཅག་གི་སྤྲིས་ཕྱི་ནས་ཡིན་པའི་གི་ཁྲོན་རྩོད་པ་དེ་ཚོ་ཞུགས་འཚོ་ཞུགས་བྱེད་པ་དེས་ཀྱང་ངོས་ལེན་མེད། དེ་ནས་གསུམ་པ་རྒྱ་ནག་གཞུང་གིས་ཏཱ་ལའི་བླ་མའི་ཐད་ཀར་གྱི་བཀའ་མོལ་ཞུ་འདོད་ཡོད། ཡིན་ནའང་ཏཱ་ལའི་བླ་མའི།

གཅིག་སྒྲིལ་ལ་སྲུང་སྐྱོབ་དང་ཁས་ལེན་དགོས་པ་དེ་ཡིན། རྒྱ་ནག་གཞུང་གིས་སྔོན་འགྲོ་གི་ཆ་རྐྱེན་དེ་དང་དེ་སྔའི་གི་ཁས་ལེན་ཞེས་པ་གཉིས་འགལ་ཟླ་ཆགས་ཡོད་རྐྱེན། བཙན་བྱོལ་བོད་གཞུང་བློ་ཕམ་བྱུང། འོན་ཀྱང་ཕྱི་ལོ་གཅིག་སྟོང་དགུ་བརྒྱ་རྒྱ་ཆུ་བྱ་རྒྱལ་ཟླ་བ་བཅུ་གཉིས་པའི་ཚེས་ལྔ་ཉིན ྋགོང་ས་གནད་དོན་ཁག་ལ་ལན་བསྩལ་གནང་དོན། དང་པོ། རྒྱ་ནག་གཞུང་གིས་བཀའ་མོལ་གནང་ཡུལ་དང་དུས་ཚོད་གཉིས་གོང་ས་མཆོག་ལ་གདེང་འཁེལ་གནང་བཅུག་པར་བརྟེན། ཁོང་གིས་ཁོང་གི་ཞལ་བཞེས་གཉིས་མེད་ཀྱི་བཀའ་མོལ་གནང་ཡུལ་སུད་སིར་གྲོང་ཁྱེར་ཇི་ལེ་ཝ་དང་དུས་ཚོད་དེའི་ཕྱི་ལོ་ཆིག་སྟོང་དགུ་བརྒྱ

ནམ། གོང་ས་མཆོག་ནས་བསྐོ་གཞག་རྩ་བའི་གི་སྐུ་ཚད་དང་ཐུགས་ཁྲལ། བཀའ་མོལ། བྱེད་འདོད། ཡོད་ཅེས་འཁོད་ཡོད། དེར་བརྟེན་རྒྱ་ནག་གཞུང་ནས། ཐེངས་འདིར། ཐེངས་འདིར་གོང་ས་མཆོག་ནས། བསྐོ་གཞག་རྩ་བའི་གི། ཚོགས་མི་རྣམས་ངོས་ལེན། མེད་ཅེས་བཤད་པ་དེ་ཡང། དེ་ཡང་སྙིང་གང་ཤོད་ཀྱི་ཡོད་མེད་ཤེས་ཀྱི་མི་འདུག་སྐུ་ཚེ་སུའི་བཀོད་སྨན་ཁོང་གི་མཐོང་དོན་ཡིན་ཅིང་མཐོང་དོན་ཡིན་ཞིང། ཀྲོམ། ཀྲོང་ཀྲར་མ་ཡི་ཁེར།

དགོངས་འཆར་བཏོན་པ་བཞིན་རྒྱ་ལོ་དོན་གྲུབ་མཆོག་བོད་མིའི་སྐུ་ཚེ་རྣམས་ཀྱི་སློབ་སྟོན་བྲིས་སུ་བཀོད་ཡོད། ཞེས་པ། མ་འོངས་བོད་ཀྱི་གནད་དོན་སྐོར་ལྷ་བསང་གནང་སྟངས་དང། ཕྱོགས་ཕན་ཚུན་གཉིས་ནས་དངོས་སྒྲུབ་ཀྱི་ཆ་རྐྱེན་གང་ཡང་མེད་པའི་གྲོས་མོལ་གནང་ཚེ། དོན་སྙིང་ལྡན་པའི་གྲུབ་འབྲས་ཐོན་ཐུབ། སི་ཏྲ་སི་པེ་གས་གྲོས་འཆར་དེ་ནི་བོད་རྒྱ་གཉིས་དབར་གྲོས་མོལ་གནང་རྒྱུ་གི་གཞི་རྩ་གི་རྒྱུ་མཚན་གདན་ཞུས་དེ་ཡིན། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱ་ཅུ་གྱ་དགུ་ཟླ་བ་གཉིས་པའི་གི་ནང་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་དགོངས་པ་ཆོས་དབྱིངས་སུ་ཐིངས་སྐབས་གོང་ས་མཆོག་ནས་རྒྱ་ཕྱོགས་ལ་རེ་སྐུལ་གནང་དོན་སྔར་སྔ་སོར་བཞིན་གཟུངས་དགོངས་རྫོགས་མཆོད་འབུལ་ཞུ་མི་མི་འགྲོ་མི་འགྲོ་རྒྱུ་སྐོར་ཡོད་པའི་གི་ཚོགས་ཆུང་ཞིག་བཀྲ་ཤིས་ལྷུན་པོ་དང་ལྷ་ས་རྒྱལ་སྐུ་འབུམ་བླ་བྲང་བཀྲ་ཤིས་ཆོས་གཅིག་ལ་མཆོད་འབུལ

མཆོད་འབུལ་སྐུ་ཚབ་ཚོགས་ཆུང་གི་འགོ་ཁྲིད་གཉིས་བཀའ་ཤག་བཀའ་ཤག་གི་དཔོན་རིགས་ཡིན་ཅིང་དེ་གཉིས་ངོས་ལེན་མེད་ཅེས་བཤད་བྱུང། ང་ཚོའི་ཕྱོགས་ནས་མཚོ་མོ་གཉིས་སྙིང་པོ

གནང་དགོས་ཞེས་བཤད་པ་དང་ཆ་གཅིག་ལྷ་ས་ཟིང་ཆ་གཞུང་བ། ཟིང་ལུང་གཞུང་མཁན་དེར་བཙན་བྱོལ་བོད་གཞུང་བཙོན་བྱོལ་བོད་གཞུང་ཚུར་དང་བོད་ནས་གྲགས་འགོག་གི་ཁྲིམས་ཆད་བསྡམས་པ་དེ་ཕྱིར་འཐེན་བྱེད་དགོས་སྐོར་གོང་ས་མཆོག་ནས་འཛམ་གླིང་དབུ་ཁྲིད་རྣམ་པར་འབོད་སྐུལ་བྱས་པ་དེ་སྐྱོན་འཛུགས་ཀྱང་བྱས་པ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་རྒྱ་ཆེ་གྱ་དགུ་གི་ཟླ་བ་གསུམ་པའི་གི་ཚིགས་ཉེར་བཞི་རྩ་གཉིས་ཉིན་བོད་གཞུང་ནས་ལྡི་ལི་ཡོད་པའི་གི་རྒྱ་ནག་གཞུང་ཚད་བརྒྱུད་ལན་འདེབས་བྱས་ཡོད་པ་ཤང་སར

ཁྱོད་ཕྱོགས་ཀྱི་སྐུ་ཚབ་གཏོང་གི་ཡོད་སྟབས་རྒྱ་གཞུང་ནས་རེ་འདུན་གནང་དོན་ལྟར་མཆོད་འབུལ་འཐུས་མཚམས་ཁོངས་ནས་ཁོངས་ནས་ལས་བྱེད་པ།

རྒྱ་གཞུང་ནས་ཀྱི་བོད་ནང་བ་ཀེབ་ཞི་རྒོལ་གྱི་ལས་འགུལ་བྱུང་བ་དེ་དག་ང་ཚོས་བཟོས་པ་དང་གཏོར་བཤིག་གཏོར་བཤིག་པ་ཆེད་རྫོང་ཆེད་རྫོང་དང་གོ་ལ་སྤྲད་ཚུལ་སོགས་ང་ཚོས་ང་ཚོས་ཁྱེད་ཚབ་བྱེད་ཡོད་ཀྱི་སྐྱོན་འཛུགས་གནང་བ་དེ་ཁུངས་སྐྱེལ་གནང་དགོས་འདུག་བོད་ནས་རྙོག་དྲ་ཆགས་རྗེས་རྒྱལ་མཚན་ངོ་མ་ཇེ་ཡིན་ཞིབ་འཇུག་གནང་གནང་ཕྱོགས་གནང་ཕྱོགས་ལྷོད་གནང་སླད། ལྷུག་འཁྱོངས་ལྷུག་འཁྱོངས་མེད་པའི་རྒྱལ་སྤྱིའི་ཉན་བཤད་ཚོགས་སྡེ་ཞིག་བོད་ནང་ཡོང་ཆོག་པ་གནང་དགོས། ཡིག་ཆ་མེད་པའི་གི་གནས་ཚུལ་ཞུ་རྒྱུ། དྲ་ལམ་དྲ་ལམ་གསར་ཤོག་ནང་གནས་ཚུལ་ཐོན་གསལ་ལྟར་ན། ཉེ་ལམ་གསར་ཤོག་ནང་གནས་ཚུལ་ཐོན་གསལ་ལ་གཞིགས་ན། ཡས་མེ་ཕུང། རྒྱལ་ཡོངས་མི་དམངས་ཚོགས་ཆེན་ཐོག་ང་ཚོས་བོད་ནང་རྙོག་དྲ་བཟོ་ཆེད་ཀྱི་གོ་ལག་སྤྲད་དེ་གི་མི་བཏང་ལུགས་ཞེས་གསུངས། དུས་བློ་ཕངས་ཞེ་དྲག་བྱུང། གང་ཡིན་ཟེར་ན་ང་ཚོའི་ཁོངས་ནས་རྒྱ་གཞུང་གི་དབུ་ཁྲིད་གསར་པའི་གི་ནང་དངོས་ཡོད་ཀྱི་གནས་ཚུལ་ལ་གཟིགས་མཐོང་མཁན་དང་དགོངས་པ་རྒྱ་ཆེ་ཙམ་ཞིག་མཐོང་མཁན་ཞིག་ལ་ངོས་ལེན་ངོས་འཛིན་གྱི་ངོས་འཛིན་བྱ་གི་ཡོད། གོང་ས་མཆོག་ནས། བོད་ནང་དཀའ་ངལ་སེལ་ཐབས་ཆེད་རྒྱ་ནག་གི་དབུ་ཁྲིད་ཚོར་འབོད་སྐུལ་གནང་བ་དེ་ནི་མི་སུ་ཞིག་ཡིན་རུང་དཀའ་ངལ་འཕྲད་སྐབས་རོགས་སྐུར་བྱ་རྒྱུ་གི་ཐང་ལམ་ཡོད་པ་རེད་སྐད་ཀྱིས། བསླུ་བྲིད་གཞན་རྙེད་ཏིང་ཞའོ་ཕིང་ལའང་ཕྱོགས་མཚུངས་འབོད་སྐུལ་གནང་ཡོད་པ་རེད། གོང་ས་མཆོག་གིས་བོད་རྒྱུད་ཀྱི་གནད་དོན་རྒྱ་ནག་མཉམ་ཞི་བས་ཀྱི་ཐོག་ནས་ཐད་ཀར་བཀའ་མོལ་གནང་སྟེ་གསལ་ཐེག་མཛད་རྒྱུ་གི་དགོངས་གཞི་དུས་རྟག་ཏུ་ཡོད་པ་ཡོངས་གྲགས་རེད། གོང་ས་མཆོག་ནི་རྒྱ་ནག་གཞུང་མཉམ་འབྲེལ་བ་སྣང། མཐའ་རྒྱ། མཐའ་རྒྱུན། མཐུད། སྣང་བ་དེར་རྒྱ་ནག་གཞུང་ནས་གར་ཁྱད་ཀྱི་རྩིས་མེད། རྩིས་མེད། རྩིས་མེད། ང་ཚོ། རྒྱ་གཞུང་ལ། སྐྱག་སྐོར་ཞུ་རྒྱུ་གི་བོད། བོད། རྒྱ། བོད་རྒྱ། དཀར་མོའི། མགྱོགས་པོ་གནང་དགོས་འདུག།

དེ་འདྲའི་ཚ་དེ་ད་ང་ཚོ་བོད་མི་བོད་མི་སུ་ཡིན་རུང་བོད་པ་གི་རྩམ་པ་ཟ་མཁན་གྱི་ཡིན་ཚ་དེ་བོད་ནང་གི་ཨ་ནི་དཀའ་སྡུག་དེ་མི་སེར་སྤེལ་ཡུལ་གྱི་ལ་དངོས་སུ་རྒྱུ་ནས་ཨ་ནི་བོད་པ་བོད་ཕྲུག་ས་ཡ་གཅིག་ལྷག་ས་གཅིག་ལ་ཨ་ནི་བཅའ་སྡོད་བླ་གྲྭ་ཟེར་ནས་བཙུགས་ནས་ཨ་ནི་བོད་གི་སྐད་ཡིག་དང་རིག་གཞུང་གང་ཡང་མེད་པ་རྩམ་མེ་ཟོག་ཐེག་གི་དུས་ཚོད་ཉང་ཁྲང་འདི་ལ།

མི་རིགས་གཅིག་གྱུར་རེད། གོང་གཤིས་གཅིག་གྱུར་རེད། རིག་གནས་བཅུ་གཅིག་རེད། དེ་ལ་འགྱུར་བ་གང་ཡང་ཡོད་མ་རེད། ད་ལྟ་ངོས་སོགས་རྒྱ་ནག་གཞུང་གི་གནང་ཐོག་དེ་ལ་བརྟེན་ནས་མི་རིགས་ཁ་བརྡ་བཏང་ཡག་དང་ནང་གི་དཀྲུག་ཤིང་རྒྱག་ཡག་གི། ལས་ཀ་དེ་པར་པར་དུ་དེ་ལ་མཚམས་འཇོག་གནང་རོགས་གནང། མཚམས་འཇོག་གནང་རོགས་གནང། དེ་འདྲ་ཡིན་ཚ་དེ་ད་ལྟ་གི་ངོས་སོགས་གཉན་འཕྲང་འདི་ཐོག་སུ་ལ། མི་སུ་གི་སྐད་ཆ་བཤད་གི་ཡོད་ན་རེད། མི་སུ་གི་བོད་པ་སྤྱོད་ཚུགས་གཏུག་ཤིག་རྒྱག་གི་ཡོད་ན་རེད་ངོས་སོགས། ལྟ་ཅི་ཞེས་འཇུག་བྱས་ནས། ད་ལྟ། སི་ན་རྡོ་རྗེ་དང། ཨ་ནེ་ཁ་ས། བུ་ཆུང་ཁ་བརྡ་ཟེར་ན་རེད། ཨ་ཧ་མོ་མི་སེམས་ལྟ་ཁོག་གི། དྲ་རྒྱ་དེ་ཡིན་ས་རེད། འོ་དེ་ལ་དེ་རིང་སློབ་གསོ་ཡག་པོ་གྱི་ཐབས་ཡོད་རེད་ཨ་ཧ་མོ་མི་ལ་སློབ་གསོ་ཡག་པོ་གྱི་ཐབས་ཡོད་རེད། རྒྱ་མི་གུང་ཁྲན་གྱི་ལག་ཆ་ཞེ་འདི་མ་མི་དེ་དག་གི། གདོང་རིས་སྨྲ་བརྗེད་དུ་ད་རེས་བཏོན་པ་དེ་དཔེ་མཚོན་ཙམ་གྱི་རེད་མ་གཏོགས་དངོས་ཡོད་གི་གནས་ཚུལ་ད་ལྟ་ཇི་ཞིག་འཕྲལ་བ་དེ་ལྟར་སུན་སྣང་གཏོང་རྒྱུ་གི་ཤེས་ཐོགས་ཡང་ཡོད་མ་རེད་ངོ་སོ་བོད་མི་རྩམ་པ་ཟ་ཚད་ཀྱི་དོ་སྣང་བྱེད་ན་ཨང་ཤེས་ཐོགས་པ་ཆེ་བོད་མི་པ་ར་ཀོ་མི་སུ་ཡོད་མ་རེད་ཚང་མ་གི་དོ་སྣང་བྱེད་ཨ་ནི་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་གནང་རོགས་ཞེས་ཨ་ད་ག་རང་ཡིན་གོང་ས་མཆོག་གི་བཀའ་ལ་ནི་བཙུག་གི་ཡིན་སེམས་ཀྱི་ཤ་སྟག་རེད་དུ་འདུག་ཨ་དེ་ཡིན་ཚ་དེ། བཀའ་ཞིག་བསྒྲུབས་པའི་ཆོས་པ་ར་གཉིས་ནས་སུ་ཀོ་བཟང་སྐྱིད་མཆོག་རྒྱ་མཚོ་མཐའ་སོན་ཤོག་སྨད་རྒྱུད་སྲིད་ཀྱི་རྒྱལ་བའི་བྱིན་ལས་དང་རྟེན་འབྲེལ་བསླུ་བ་མེད་པའི་བདེན་པ་བདག་གི་ལྷག་བསམ་དག་པའི་ཐུགས་སྟོབས། སྨན་པའི་དོན་གྱི་བདག་ལ་སྨྱོ་སྒྲོལ་བྱོས་སོ་ད་དེ་རིང་ངས་སྨྱོག་དྲ་མང་པོ་ཤེས་ཡག་དང་ཡོད་དེ་ད་ད་ག་རང་ཚང་སྐྱོ་བྱེད་ཀྱི་ཡིན་དེ་རིང་ཁྱེད་ཚང་དེ་ཙམ་ཡིན།